ཆུའི་ཁོངས་བཙུན་པ་བསྟན་པའི་ཕྱིར། མཛད་པ་པོའི་ཆེ་བ་བསྟན་པ་དང། གདམས་ངག་ལ་གུས་པ་སྐྱེས་པའི་ཕྱིར་ཆོས་ཀྱི་ཆེ་བ་བསྟན་པ་ཞེས་བྱའི། གནད་འགག་གི་བཀའ་མོལ་ཅིག་གསུངས་ཡོད་པ་རེད། བྱས་ཙང་ང་ནག་ཆུ་ཨ་ལས། སྤྱོད་འཇུག་ཟེར་ཡག་གི་དཔེ་ཆ་དེ་དཔེ་དེབ་དེ། ཨ་ནི། བལྟས་པ་ཙམ་གྱིས་བསམ་པ་ཙམ་གྱིས་ཡག་པོ་ག་འདྲས་ཡིན་མིན་དེ་ཨ་འཛོམས་པ་པོ་རྒྱལ་སྲས་ཆེན་པོ་ཞི་བ་ལ་ཞུ་ཡག་ད་ཁོང་ག་འདྲས་ཅི་རེད་ཡང་གཉེར་པ་རྣམ་དག་འདྲ་པ་མ་དུར་རྡུལ་ཙམ། ཞི་བའི་ནས་ཨ་ནི་སྤྱོད་འཇུག་གི་རིན་ཐང་གཅིག་མཁྱེན་ཐུབ་ཡག་བྱས་རེད་བ། ཨ་དེ་ནས་གཉིས་པ། གདམས་ངག་ལ་གུས་པ་བསྐྱེད་པའི་ཕྱིར་ད། དངོས་གནས་བྱས་ན་སྤྱོད་འཇུག་གདམས་ངག་གསོན་པོ་ཟེར་ཏེ་རེ་ད་ང་ནང་ཚོར་བ། ཧང་སང་ཡག་གི། ཅིག་གར་ཞུ་བ་རེ་ད་མི་ཟེར་ཏེ། འཕྲད་རྒྱུ་ཡིན་མགྱོགས་ཀྱི། དཔེ་ཆ་དཔེ་དེབ་དེ་འདྲས་ཅིག་དང་འཕྲད་པ་དེ། ཅི་ནས་ཀྱང་བསོད་ནམས་ཀྱི་གོ་སྐབས་མིན་བསམ་པ། འོ་དེ་འདྲས་ཀྱི་ཐུགས་བསམ་བཞེས་དགོས་ཡག་གི། དཔེ་ཆ་ཞིག་བྱེད་དགོས། དེ་འདྲ་ཡིན་ཙང་ཨ་ང་ན་གདམས་ངག་ཟེར་ཏེ་གཙོ་བོ་ག་རེ་ལབ་སོང་ད་གཙོ་བོ་ནམ་རྒྱུན་དེ་འདྲས་རེད་རྡོག་རྡོག་ཟེར་ཏེ་ད་གདམས་ངག་ཟེར་ཏེ། རྦད་དེ་སྐྱོན་ལ་ཐད་ཐད་ཀར་ལབ་པའི་གནད་ལ་ཕོག་པའི་སྟེང་ནས་ཁ་བརྡའི་ཆར་ཐུབ་ཡག་གི་སྐད་ཆ་རེ་རེ་རེ་རེ་ལ་གདམས་ངག་ལབ་སྟེ་གོ་རེད་པ། བྱས་ཙང་དེ་འདྲ་ཡིན་དེ་དུས་གདམས་ངག་ལ་གུས་ཞབས་ཡོང་ཡག་བྱེད་དུ་ཨ་ནི་སྤྱོད་འཇུག་ཁོ་རང་རིན་ཐང་ག་འདྲས་ཡོད་རེད་ཁྱད་ཆོས་ག་རེ་ཡོད་རེད་གཞན་དང་མ་འདྲ་ག་རེ་རེད་ཟེར།

ཐོས་པ་ཟིལ་རླབས་ཡོང་དུས་ད་སྔོན་ལ། སློབ་སྦྱོང་མ་བྱས་ན་བསམ་བློ་འདང་ཞིང་མ་རེད་བསམ་བློ་འདང་མ་ཤེས་ན། ཨ་ནི། བླང་དོར་དབྱེ་འབྱེད་མ་ཐུབ་པ་བྱས་ནས། བས་ད་དཀའ་ངལ་ཞེས་པ་འཕྲད་ཀྱི་འདུག་ག་འཕྲད་མ་བས་མ་དགོས་པའི་དཀའ་ངལ་མང་པོ་ཅིག་འཕྲད་ཡོང་གི་འོ་རེད་དེ་འདྲ་ཡིན་ཙང་ང་ལ་སུ་ཨང་དང་པོ་ཅིག་རུ་པ། སྐྱེས་ཆེན་དམ་པ། མེས་པོ། ཡང་ན་འཛམ་གླིང་གི་རླབས་ཆེན་གྱི་མི་སྣ་མཁས་དབང། སུས་བརྩམས་རྒྱུགས་ཀྱི་དཔེ་དེབ་ཐོག་ཚུར་ལ་གཟིགས་རྟོག་གནང་ཡག་དང་མཐོང་རྒྱ་དང་ཐོས་རྒྱ་ཆེ་ཚང་ཡག་འདི་གལ་ཆེན་པོ་རེད། ཨོ་དེ་འདྲ་ཡིན་དེ་དུ་ད། ད་རེས་ཀྱི་སྐོར་དེའང་ད་ག་རང་རེད། སྤྱིར་ནས་ང་ད་ཚོ་ད་དེང་གི་ཆར་ལ་དུས་རབས་ཉི་ཤུ་རྩ་བཞིའི་ཆགས་འགྲོ་གོ་བ་རེད། འཛམ་གླིང་འདི་འདི་ཆགས་འགྲོ་གོ་བར་པ། སྣ་མང་གི་ཤེས་ཡོན། ནི་ཕྱོགས་གཅིག་ལ། སྒྲིལ་ཉིན་གྱི་དུས་རབས་ཀྱི། རྡོ་ཐོག་འདྲ་པོ་ཕར་བཤིག་པ་ཡིན་ན་ནི་གོ་ལ་གཅིག་གྱུར་གྱི་དུས་སྐབས་གསལ་ཏེ་ཆགས་འགྲོ་གི་བ་རེད། དམིགས་བསལ་ང་ནག་ཚོང་ལ་འགན་འཁྲི་ཁ་རོག་རེད་ལབ་ཡོང་དུས་ནི་ཐུན་མོང་མ་ཡིན་པའི། ད་ལྟ་དུ་མ་སོང་ནས་གྲོགས་ཡོད་མགྱོགས་ཀྱི་རིག་གཞུང་མང་པོ་གཅིག་དེ་ང་ཚོས་སློབ་སྦྱོང་བྱས་ནས་མི་རབས་གསར་པ་ལ་མ་བརྒྱུད་སྤྲོད་བྱེད་སྒོ་ཡག་སྤྱི་ལེན་རྩིས་སྤྲོད་བྱེད་སྒོ་ཡག་གི་འགན་འཁྲི་ཡོད་ཡོད་རེད་པ། ཨ་ནི་སོ་སོ་སྒེར་ངོས་ནས་ཤེས་པ་ཡིན་ན་རིག་གཞུང་འདི་གི་སློབ་སྦྱོང་བྱས་རྗེས། མི་ཚེ་འདི་བདེ་བ་དང་སྐྱིད་པ་ཨ་ནི་མི་ཚོའི་རིན་ཐང་མངོན་པ་དོན་སྙིང་ལྡན་པ་སེལ་ཡག་དེ་ཆགས་སྒོ་དགོས་བ་རེད་པ་གཅིག་གནས་སམ་བདག་ན་ཆོག་གཞན་ཞིག་ནི་ཨ་ང་ན་ཚོའི་སློབ་གསོའི་ལྟ་གྲུབ་ར་དེ་སྐྱེ་བ་ཕྲེང་རྒྱུད་ཀྱི་སློབ་གསོའི་ལྟ་གྲུབ་ཟེར་དེ་རེད་ད། ཚེ་འདི་ཙམ་མིན་པ་ཕྱི་མའི་སློབ་གསོའི་ལྟ་གྲུབ་ཡོད་མགྱོགས་ཀྱིས་ད་མི་རིགས་གཅིག་ཆགས་འགྲོ་གོ་རེད་དེ་འདྲའི་ངོ་ནས་བསམ་སྟངས་པ་ཡིན་ནི་ལས་ཡང་གལ་ཆེན་པོར་བར། འོ་དེ་འདྲ་ཅི་རེད། ཨ་ནི་སྐབས་དོན་ང་ན་ཚོ་ད་གླེང་བར་གྱུར་པའི་སྤྱོད་འཇུག་ཆེན་མོ་འདི་ད་ཧ་ཅང་གི་གཞུང་ལུགས་ཡག་པོ་ཆེ། གཅིག་ནས་འདི་མཚན་ཉིད་ཀྱི་རིག་པའི་གཞུང་ལུགས་ཆགས་འགྲོ་གོ་བ་རེད་ད་ང་ན་ཚོས་དེང་གི་ཆ་ལ་བཀྲ་ཤོས་ཟིག་འདུག་བ། དེང་སང་ང་རེའི་ལྟ་ཚུལ་བྱས་ན་འཛམ་གླིང་གི་མཚན་ཉིད་རིག་པའི་ལོ་རྒྱུས་མ་བཤད་ཡོང་དུས་ནུབ་ཕྱོགས་ཀྱི་མཚན་ཉིད་རིག་པ་མ་གཏོགས་ཤར་ཕྱོགས་ཀྱི་མཚན་ཉིད་རིག་པའི། ལོ་རྒྱུས་བྱེ་བྲག་ཟུང་གུ་མར་ལྟ་གཅིག་ཁོ་ན་མཛོད། ལོ་རྒྱུས་དྲི་ངད་དེ་ཚོས་མ་གིས་མི་མི་འགྲོ་དེ་འདྲའི་ར་བ་འབྱིན་གྱི་རེད། བྱས་ཙང་ང་ནག་ཚོ་ཤར་ཕྱོགས་ཀྱི་མཚན་ཉིད་རིག་པ་ནུབ་ཕྱོགས་ཀྱི་མཚན་ཉིད་རིག་པ་གཉིས་ཀ་ཡོད་རེད་ཨ་ནི་སྐབས་དོན་ང་ནག་ཚོ་ད་ལྟ་གླེང་བར་གྱུར་པའི་བཙུན་ཆུ་ཆེན་མོ་དེ་ཤར་ཕྱོགས་ཀྱི་མཚན་ཉིད་རིག་པའི་ཁོངས་གཏོགས་ཆགས་འགྲོ་གི་བ་རེད། ཅིག་དེ་རེད། ཨ་ནི། ད་འདི། ཨ་ལེ། ང་ནར་ད་ལྟ། ཆོས་ཀྱི་ཆེ་བ་ཟེར་དེའི་ནང་ལོགས་ལ་མ་ཡོང་གུར་བ། ད་སྐབས་དེ་ངས་ཞུ་བའི་དེ་ཚོ། རྒྱལ་སྲས་ཆེན་པོ་ཞི་བ་ལ་ཞུ་བའི་ཁོང། ག་འདྲས་བྱེད་རེད་ཟེར་དེ་རེད། བྱས་ཙང། རྒྱལ་སྲས་ཆེན་པོ་ཞི་བ་ལ་འཁྲུངས་ཡ་བྱས་ན་སྤྱི་ལོའི་དུས་རབས། བདུན་པའི། མཇུག་ལ། འཁྲུངས་པ་ཧོ་དེ་འདྲའི་ཚེ་རེད་ད། ལོ་འདིའི་ཚེས་པ་དེ་ཟེར་ཡག་གི། ཁ་གསལ་བོ་དེ་ཞུ་ཡ། ད་ནི་ང་རེ་མཇལ་མ་བྱུང། གཅིག་ལྷ་ར་ཟེར་ན་ཡང་རྒྱ་གར་ལ། ལོག་སྲོལ་ངན་པ་ཟེར་ན་མི་འདུག་ང་ནགས་སུ་འདྲ་པོ་འདྲ་པོ་རེད་ད་སྔོན་མ། ཅིག་ལོ་རྒྱུས་ཁ་གསལ་བྱེད་ཡ་གོམས་གཤིས་ཆེ་དྲག་མི་འདུག་བ་དེ། དེང་གི་ཆ་ལ་རིག་གཞུང་གི་གྱོང་གུད་མང་པོ་བྱས། ཕོག་འགྲོ་གི་ཡོད་བ་རེད་ད་ཡིན་ནའི། ཅིག་ཡང་ནུབ་ཕྱོགས་ཀྱི་རྡོ་བཟོ་ལ་ཆ་བཞག་ན་ནི་ལོ་འདའི་ཚེས་པ་དེ། ཟླ་བ་དེའི་དྲུང་མི་རིག་ས་ཡ་གི་ཁུམ་བཞི་ཡག་པོ་འདུག་བ་ཁ་གསལ་པོ་བཤད་ཡོད་ད། འོ་དེ་འདྲས་རེད་བྱས་ཙང་རྦད་དེ་ཞིབ་ཕྲ་ཞུ་ཡ་མི་འདུག་དེ། དུས་རབས་བདུན་པའི་མཇུག་ལ་འོ་དྲུང་པ་བོ་དེ་འདྲས་ཀྱི་གཏན་འཁེལ་འགྲོ་དགོས་བ་རེད་གང་ཡིན་ཟེར་ན། ད་ལྟ་གཞུང་ལུགས་ཚུལ་ང་ནག་ཚོ་བོད་ཀྱི་སྐད་ལ་བསྒྱུར་ཡ་དེ་ནི་རྗེས་ལོའི་དུས་རབས་བརྒྱད་པའི་ནང་ལ་བསྒྱུར་དགོས་རེད་བ་འོ་དེ་འདྲས་ཡིན་དེ་དུས་རྟག་པོ་ཚོད་དཔག་གི་རིགས་པས་སྒྲུབ་པ་ཡིན། སྤྱི་ལོའི་དུས་རབས་བདུན་པའི་མཇུག་ཏུ་འཁྲུངས་པ་དེ་འདྲས་ཤིག་རེད། ད་ད་ལྟ་མཁས་དབང་ཁོང་དངོས་གནས་བྱས་ན་ཅིག་གི་མདོ་དང་སྔགས་རེད་པ་ད་ག་ནང་བཞིན་ཨ་ནི་ཐུན་མོང་གི་རིག་གནས་ག་བ་ཡིན་མིན་ལས་མཁས་པ་ཅིག་ཆགས་འགྲོ་དགོས་བ་རང་ལྷག་པར་དུ་ཨ་ང་ན་ཚོས་འཛམ་བུ་གླིང་གི་ནང་ནས་སློབ་སྦྱོང་ཆེས་སྔ་ཤོས་པའི་ནཱ་ལེནྡྲ་ཟེར་འདི་ལ་ཨ་ནི་སློབ་སྦྱོང་གནང་བའི་མཁས་པ་ཆེན་པོ་འོ་དེ་འདྲས་ཀྱི་ཆེད་སྒོ་བར་ད་འཛམ་བུ་གླིང་གི་ནང་ལོགས་ལ་བསླབ་གྲྭ་ཆེན་མོ་ད་ལྟའི་ངོས་ནས་བྱ་ཞེས་ན་ཧཱ་ཧྥོ། བསླབ་གྲྭ་ཆེན་མོ་གཙུག་ལག་བསླབ་གྲྭ་ཆེན་མོ་ཟེར་ཡག་ཏུ་ཚོ་ཧ་ཅང་གི་སྐད་གྲགས་ཆེན་པོ་འདུག་ཨ། ད་དེའི་གོང་ལ་འཛམ་བུ་གླིང་ལ་སྐད་གྲགས་ཆེ་ཤོས་འདྲ་པོ་ཨ་ནི་ད་ཞི་ལ་ཟེར་འདྲ་པོ་དང་དག་ནང་བཞིན་བན་ན་ལེན་འདྲ་བོ་དང་འོ་དོ་ཚོའི་གྲས་ཀ་འཛམ་བུ་གླིང་གི་ཆེས་སྔ་ཤོས་ཀྱི་བསླབ་གྲྭ་ཆེན་མོ་འོ་དེ་འདྲའི་ཕྱག་དྲུག་གོ་བ་རེད་ཨ་ནི་དེའི་ནང་ལོགས་ལ་ད་ལྟ། ད་ལྟ་ཁོ་རང་སློབ་སྦྱོང་གནང་པའི་མ་ཚད་ནི་ང་ནག་ཚོ་རབ་བྱུང་སྒྲུབ་པ་ནང་ཞུགས་དགོས་པའོ་དེ་འདྲའི་གནང་མྱོང་པོ་ཆེ་ཆགས་འགྲོ་དགོས་བ་རེད། དེ་ནས་ད་ལྟ་ཁོ་རང་མཚན་ལ་ཞི་བ་ལྷ། མཚན་ཡང་སྙན་པོ་ཞིག་འདུག་ག་ཞི་བ་ལབ་ཡོང་དུས་ད། སེམས་རྣམ་རྟོག་གི་ཞི་བ་ཡང་མེད་ན་སེམས། འཛིན་པས་ཞི་བ། ཡང་མིན་ན་སེམས་འཁྲུགས་པས་ཞི་བ། ཡང་མིན་ན་སེམས་རེ་དོགས་གིས་ཞི་བ། ཕལ་ཆེར་དེ་འདྲའི་འགའ་རེའི་གསུང་དུ་ང་རའི་ནང་རྒྱུད་དུ་སེ། རྒྱལ་ས་ཆེན་པོ་ཞི་བ་ལས་མཚན་དུ་སེ། བསམ་བཏང་ཡོང་དུས་ད་གང་དག་ཁོ་རང་གི་དགེ་ལགས་ཞུ་བར་བ། དགེ་རྒན་དེ་དགེ་བའི་ལྷ་སེ། མཚན་དེ་སྤྲད་ཕྱིར་བུ་གོ་བར་དགེ་བའི་ལྷ་ཁོ་རང་དཔལ་ནཱ་ལེནྡྲའི་ད་དཔེ་འདི་དང་ལྔ་བརྒྱའི། ཅིག་ཁར་བཞུགས་རེ། ཁྱུ་མཆོག་ཟེར་ན་མི་འདུག་ཡང་མེད་ན་དཔེ་འབྲི་དང་ལྔ་བརྒྱའི་ནང་ནས་གཙུག་ཕུད་འདྲ་བོ་ཆགས་དེ་ཡག་པོ་དེ་འདྲས་ཅིག་རེད། རྒྱལ་ས་ཆེན་པོ་ཞི་བ་ལའི་ཐང་ད་དགེ་ལགས་དེ་དགེ་བའི་ལྷ། བཞུགས་སྒོ་ཡོད་རེད་ཨ་འདིའི་མཚན་རྒྱལ་ས་ཆེན་པོ་ཞི་བ་ལྷ་ལ། ཞི་བ་ལྷ། བཏགས་གནང་བ། འོ་དེ་འདྲས་ཅིག་བྱས་དགོས་འདུག་ད། ཐོས་རྒྱུན་དུ་ནས་ང་རང་ད་ཅིག་ཁོ་རང་གི་རྣམ་ཐར་གྱི་ནང་ལོགས་ནས།

ནི། སེམས་ཐུགས་རྩེ་དྲག་པར་བྱེད། བ་དང་དེ་འདྲས་ཅི་རེད་གསུང་དུ་བ། ནི། དོ་ཤེས་གསུམ་པར་བྱེད་ཅེས་ད་ང་ན་ཚོད། མི་སྐྱོ་བོ་གཅིག་ལ་ཚེ་ཡི་བཙན་དུ་ཟད། ཉེ། ནི། ཅི་མི་དང་ཡ་འོ་དེ་གས་མོ་དུ། སྨྲ་བཞིན་པ་ཡིན་ན་མི་སྐྱོ་བོ་ཞི་བ་གཅིག་ལ་བརྩི་གིར་བ། རྒྱལ་སྲས་ཆེན་པོ་ཞི་བ་ལ་ཡ་འོ་ད། ཚོད་དེ་འདྲས་ཅི་གསུང་ན། སྣང་བརྙན་ཅི་རེད། དེ་གཅིག་ང་ན་ཚོད་ནམ་རྒྱུན་སློབ་སྦྱོང་དངོས་གནས་སྣང་བརྙན་གཅིག་ལ་ཕན་ཐོག་ག་རེ་འདུག་ལབ་གསུང་ན། ཕྱི་ལུགས་ནས་མི་གིས་རེ་བ་ཞེ་དྲག་རྒྱག་གི་མ་རེད་བ། ད་སོ་སོ། སློབ་སྦྱོང་འདྲ་པོ་ག་ཚད་བྱས་ནས་ལས་བྱེད་གོ་གི་ཡོད་པ་རག་འདུག་བ་མི་དེ་འདྲས་ལ་ཡང་ཁོ་རང་ཅིག་ཡོད་པ་དེ་གི་ཕྱི་ལོག་ལ་སྟོན་བཞག་ན་ཨ་ནི་དུས་ཚོད་མ་རག་བྱས་རྗེས་ཨ་ཁོ་རང་རྦད་དེ་སློབ་སྦྱོང་གི་གནས་ཚད་འདྲ་པོ་དེ་རྩེར་སོན་འབུ་དུ་འགྲོ་ཐུབ་ཡག་ལ་བཀག་འགོག་ཞིབ་པ་བྱེད་གི་ཡོད་ཟེར་ཞག་ཆེ་ཚང་ང་རེད་འདུག་ཟེར་གེ་སར་ཆེན་པོ་ཞི་བ་ལ་ཡང་གཉིས་རྡོ་ཆེ་གསུམ་པ་གནང་དགོས་ཡག་ག་རེ་ཡིན་ན་བསམ་གཏང་གི་ཡོད་པ་ཕལ་ཆེན་དེ་འདྲས་ཡིན་ས་རེད་བསམ་གི་འདུག་ཨ་ནི་འཛམ་བུ་གླིང་སྒང་ལ་སྐད་གྲགས་ཡོད་མགྱོགས་ཀྱི་དཔེ་དེབ་གསུམ་བརྩམས་ཐུབ་པ་རེད་ད། བསླབ་བུ་ཀུན་འདུས་ཟེར་ཡ་གཅིག་རྟོག་ཀུན་འདུས་ཟེར་ཡ་གཅིག་ཨ་ནི་ཅུང་ཅུང་ཆེན་མོ་བྱས་ནས། ཡག་པོ་ཞོ་ཅེས་ད་དཔེ་དེབ་ཧང་སང་ཡག་གི་སྐད་ར་ཆེན་མོ་གསུམ་བརྩམས་གནང་བར་བ། ད་ད་སུ་བརྩམས་དུས་ཡང་བརྩམས་པ་ཡང་མི་གི་ཧ་གོ་གོ་ཡོང་བར་ད། ཁོ་རང་དཔེ་དེ་སོ་སོ་ཕྱི་གོ་ལ་ལྷོད་ལྷོད་བྱས་ནས་ཕྱག་བྲིས་གནང་ཨ་ནི་སོ་སོའི་གཟིམ་ཁང་གི་བཞུགས་སའི་ཐོག་ཏུ་བ་ཕ།

དངོས་གནས་བྱས་ན་འགྲོ་བ་མིའི་ཀུན་སྤྱོད་ཀྱི་ནང་ནས་ད་སྐྱོ་ཤོས་ར་བ་ཆེ་བ་བོར་ཐུག་ཚུལ་བྲལ་བ་དེར་བ་ཇི་ཙམ་ང་ནག་ཚུགས་ཅིག་དམའ་མཐའ་ཟེར་ལེ་སོ་སོས་སོ་སོ་བཀྲུང་ཐུག་ཡ། སོ་སོས་སོ་སོ་ལ་སྐྱོན་བརྗོད་བྱས་ན་ད་སོ་སོས་སོ་ཧ་གོ་གོ་རོ་ར་བ་ད་ཡིན་ནའི། མི་གཞན་དག་ལ་སྐྱོན་བརྗོད་བྱེད་དུས་ཙམ་པ། ཕྱི་ལོག་དེ་ཧ་གོ་ནའི་ནང་ལོག་དེ་ཧ་གོ་གོ་མ་རེད་ར་བ། འོ་དེ་འདྲས་ཡིན་ཚ་དཀའ་ལས་ཁག་པོ་འདུག་ག། ཆེ་ས་ང་ནག་ཚུགས་སྐྱོན་བརྗོད་ཀྱི་སྨྲ་བ་ཉུང་དུ་བྱས་ན་མཛེས་སོ་ཟེར། དགེ་རྩ་རིན་པོ་ཆེ་ཀྱིས་ཚད་མ་རྣམ་འགྲེལ་གྱི་འགྲེལ་པ་ཅིག་བརྩམས་ཡོད་རེད། ཧོ་ཏིང་ཨུ་ཐུ་པ་ཅིག་ལ་གསུངས་ཡོད་རེད། མཁར་ས། ཐེ། ཐེ་ལེ་གཡོ་བ་གཞན་འགྱུར་གྱི་མི་གདོང་ནང་བཞིན་རེད་ཟེར་མི་ཕ་ནང་ལ། འདི་ཡོད་རེད་འདི་དང་འདི་ཞེས་བྱ་བ་ཡོད་རེད་འདི་དང་འདི་ཞེས་བྱ་བ་ཡོད་མ་རེད། མི་འདི་དེ་འདྲས་ཀྱིས་མ་རུང་ཁོག་ཅག་བྱེད་ཉེས་ཅིག་རེད་ཟེར། ལབ་ཡག་དེ་སྐྱོན་བརྗོད་ཀྱི་སྨྲ་བ་ཉུང་དུ་བྱས་ན་ད་ཡག་ཤོས་རེད། རྒྱུ་མཚན་ག་རེ་ལབ་ཡོང་དུས་ཐེ་ལེ་གཡོ་བ་གཞན་འགྱུར་གྱི་མི་གདོང་ནང་ལ། ང་ཚོ་ཟ་གི་ཡོད་པ་དང་གཅིག་པ་རེད། ཁ་ནས་བལྟས་ན་དེ་ལ་ཡར་ཤར་དེ་ནག་ལུག་ལ་མི་གཏོང་རོགས་པ། འོ་དེ་ནང་བཞིན་ཉེས་ཁ་འཇིགས་པ་རེད་གསུང་གི་ཡོད་རེད། ཨོ་བྱས་ཙང་ང་ནག་ཚོས་འདི་ནས་སློབ་གསོ་གཅིག། ལེན་དགོས་ཡ་དེ་འདྲས་ཅིག་རེད་གེ་སར་ཅིག་མོ་ཞི་བ་ལ་ཟེར་དེ་ད་འོ་དེ་འདྲས་རེད་ཤ། དེས་ང་ནག་ཚོ་སློབ་གསོ་ཡག་པོ་སྐྱོང་གི་འདུག་བ། ད་ལྟ་འདི་ཤི་བའི་སྤྲིང་ཡིན། མགོན་པོ་ཀླུ་སྒྲུབ་བཟང་པོའི་ཤི་འཕྲིན་ནང་ལ་མི་དེ་འདྲས་གསུངས་ཡོད་མི་ཟེར་ཡ་དེ་ལ། ཕྱི་མིན་ལ་ནང་མ་སྨིན་པ། ནང་མིན་ལ་ཕྱི་མ་སྨིན་པ། ཕྱི་ནང་གཉིས་ཀ་སྨིན་པ་ཕྱི་ནང་གཉིས་ཀ་མ་སྨིན་པ། འོ་དེ་འདྲས་ཀྱི་ཤོ་ལོ་ཀ་གཅིག་གསུངས་ཡོད་རེད་མི་ནི་ཨ་མའི་གྲས་ཤིག་མ་སྨིན་ལ། ཨ། ཁ་ས། མ་སྨིན་མ་སྨིན་པ་ནང་སྨིན་པ་ནི། ད་གང་ལྟར་ངས་དྲན་མ་སོང། ཨ་ཤེ་ལོག་ཁ་དེ་འདྲས་ཅིག་ཡོད་རེད་བྱས་ཙང་རྒྱལ་སྲས་ཆེན་པོ་ཞི་བ་ལ་ལྟ་བུ་ཅིག་ལ་འཆམ་པོ་ཡིན་ན་ག་འདྲས་ཅིག་རེད་ལབ་ཡོང་དུས། ཕྱི་མ་སྨིན་པ་ལ་ནང་སྨིན་འགྱོ་དེ་རེད་འདུག་ག་ད་ཕྱི་ནས་ཁོ་རང་གིས་སྤྱོད་པ་ཆེད་མངགས་གནང་གི་ཡོད་དགོས་པ་ཤེས་མ་འདུག་ཁོ་རང་ལ་ནང་སེམས་ལ་རྟོགས་པ་མཐོ་པོ་དེ་འདྲས་ཅིག་ཡོད་བསྡད་དུས་ཕྱི་ལོག་དབང་སྒྱུར་མ་ཐུབ་པའི་གནད་དོན་ཆུང་ཆུང་རེད། འོ་ད། རྒྱལ་སྲས་ཆེན་པོ་ཞི་བ་ལ་ཟེར་ཡ་དེ་དེ་འདྲས་ཅིག་རེད། ཁོ་རང་ཡིན་རྒྱུ་བྱས་ན་རྒྱལ་པོའི་སྲས་རེད་རྒྱལ་སྲས། རྒྱལ་པོ་རང་གི་སྲས་རེད་ད་དངོས་གནས་བྱས་ན་ཡབ་རྒྱལ་པོའི་ཐུགས་གཤིས་བྱས་ན་རྒྱལ་སྲས་ཟི་ནི་ཡག་གི་རེ་བ་ཞིམ་པོ་སྐྱོབ་འབངས་མི་སེར་གྱི་རེ་སྒུག་ཆེན་པོ་ཞུ་བྱེད་གོ་རེད་ཨ་ཡིན་ན་ཡང་ཁོ་རང་ཡག་རྒྱལ་པོའི་ཁྲི་ལ་ཡང་མངའ་གསོལ་བྱས་ཡག་གི་དགོངས་དག་དེ་ཨ་ནི། ལུང་བསྟན་གནང་རྗེས་རང་བསྡད་ས་བསྡད་མ་རེད་ཨ་ནི་བསྡད་འགྲོ་གི་རེད་ཟེར། གཉིད་ལམ་ནང་ལོག་ལ་ད་ལུང་བསྟན་ཐོབ་པ་དེ་འདྲས་ཅིག་རེད་གསུང་གི་ཡོད་རེད་འོ་དུ་ཟེར་བྱས་བྱས། གེ་སེར་ཆེན་མོ་ཞི་བ་ལ་ཟེར་དེ་འདྲས་རེད། དཔེ་མ་སྲིད་བ་ད་ཁོ་རང་དངོས་གནས་ནུས་པ་ཡོད་ཐག་ཆོད་རེད་འཇོན་ཐང་ཡོད་ཐག་ཆོད་རེད། འཇོན་ཐང་ང་ནས་ག་ནས་ཧ་ཁུག་ཏོ་ལབ་སོང་ན་བརྩམས་ཆོས་སྤྱོད་འཇུག་ཆེན་མོ་ཟེར་དེ་ལ་གཟིགས་ན་ང་ན་ཟུག་ཁོང་འཇོན་ཐང་མཁྱེན་ཐུབ་གི་རེད་རེད་བ། ད་ལྟ་བུ་དོ་ལོ་ག་ཚོད་ཕྱིན་འདུག་དཔེ་དེབ་དེ་བརྩམས་ནས་རེད་བ། ད་དུང་དུས་ཚོད་ཡོད་འདུག་པས་སྤྱོད་འཇུག་བྱེད་མ་ཟེར་ཡ་དེ། ང་ནག་ཚོས་ནམ་རྒྱུན་བྱས་ན། དར་བཟོ་བྱས་དེ་ནས་དུས་ཚོད་ཡོད་འགྲོ་ཡ་འདུག་ག། ཞེས་པ་གྲགས་ཅན་དེ་འདྲས་དར་བཟོ་བྱས་དར་མ་བྱས་བྱས་དེ་ནས་རྒན་འགོག་བྱ་འགྲོ་དུས་དུས་ཚོད་ཡོད་འགྲོ་གི་འདུག་ག་ད་ཡིན་ནའི་སྤྱོད་འཇུག་བྱེད་མ་ཟེར་ཡ་དེ་དུས་ཚོད་ཡ་ཁྱོན་ན་ཡོད་མ་རེད། རིན་ཐང་ཆེར་ཆེར་ཆེར་ཆེར་ཆེར། ལོ་གི་དུ་མ་སོང་ནས་འོད་ཆེར་ཆེར་ཆེར་ཆེར་འགྲོ་ཡ་གི། ལྗད་ལགས་བྱེད་རེད་འདུག་ག། ཡང་དེ་འདྲ་ཡིན་ཙང་ཨ་འདིའི་ཐོག་ནས་རྒྱལ་ས་ཆེན་མོ་ཞི་བ་ལས་དེ་མཁྱེན་ཐུབ་ཀྱི་རེད་པ། ད་བྱས་རྗེས་ཟེར་ན་མི་འདུག་ད། འོ་ན་ཁོང་སུའི་རྒྱུད་པ་འདྲ་བ་དེ་འཛིན་དགོས་བ་རེད་ལབ་ཟེར་ན་ད་ཤར་ཕྱོགས་ཀྱི་མཚན་ཉིད་རིག་པ་དཔེར་ན་ང་ནག་ཚོ་འཛམ་གླིང་སྒང་ལ་རིག་གནས་ཀྱི་ད། མ་ཡུམ་ཆེན་མོ་ཟེར་ན་ཕ་ཡུལ་འདྲ། ད་ཅིག་མཁས་དབང་ལ་འདོད་པ་ཕ་མཐུན་པ་ཡོད་སྲིད་པ་རེད་ཡིན་ནའི། ནུབ་ཕྱོགས་ཀྱི་ད་ཅིག་རིག་གནས་ཀྱི་ཆིག་ཁུངས་འདྲ་པོ་དེ་རྒྱལ་རི་སི་ཐང་ད་ལྟ་ཤར་ཕྱོགས་ཀྱི་རིག་གནས་ཀྱི་ཆིག་ཁུངས་འདྲ་པོ་རྒྱ་གར་ངོས་འཛིན་ནི་དེ་འདྲའི་འདོད་པ་དེ་འདྲའི་ཡོད་རེད་དངོས་གནས་ཅིག་ལུང་པ་དོ་ཚུ་བལྟས་ན་འདྲ་པོ་ཡང་ཡོད་རེད་ཧང་སང་ཡག་གི་རིག་གནས་ཕྱུག་པོ་རེད་ག་རེ་དངོས་གནས་བལྟས་ནའི་ཕྱུག་པོ་ཡོད་རེད་བྱས་ཙང་ང་ཚོས། ད་ཁོ་ན་ཚོ་དུས་རབས་འདྲ་པོ་འདྲ་པོ་ཅིག་ལ་ཡ་མ་ཧེ་བ་ཞེ་བོ་མེད་པ་ཅིག་ལ་འཛམ་བུ་གླིང་ལ་ད་མཁས་དབང་ཆེན་པོ་གསུམ་བྱུང་པ་རེད་ཟེར་བ་རེད། སྟོན་པ་ཤཱཀྱའི་ཐུབ་པ་དེ་གཅིག་རེད་འདི་ནས་ད་ལྟ་ཁུངས་འཛིན་ཡོད་པ་ལ་དེ་གཅིག་བྱས་ད་ལྟ་སུ་ཀ་ལ་ཏེ་ད་ནུབ་ཕྱོགས་ཀྱི་མཚན་ཉིད་རིག་པའི་ཁུངས་བསྡེ་ས་འདྲ་པོ་ཡབ་ཆེན་འདྲ་པོ་སུ་ཀ་ལ་ཏེ་བྱས་གོ་རང་ཁོ་རང་གི་དགེ་ཕྲུག་ཚོ་པོ་ལ་དུ་ཟས་སྤྱོད་པ་འོ་དེ་ཚོ་ཆགས་འགྲོ་གོ་རེད་དེ་ནས་བྱས་བྱས་ནས། མཚན་ཉིད་རིག་པ་དེ། འགོ་བཙུགས་པ་དང་དར་བ་ཧོ་དེ་འདྲའི་ཆ་དྲུག་པོ་ཡོད་རོ། ད་སྟོན་པ་ཤེས་རྒྱལ་ཐུབ་པ་ཆ་བཞག་ན་སྤྱི་ལོའི་སྔོན་གྱི་ལོ་དྲུག་བརྒྱ། ཉི་ཤུ་རྩེ་ལྔ་ལ་འཁྲུངས་པ་ཧོ་དེ་འདྲས་རེད་སྟོན་པ་ཤེས་རྒྱལ་ཐུབ་པར་བནི། ད་ལྟ་དེ་གོང་གི་ཆ་བཞག་ན་སྤྱི་ལོའི་སྔོན་གྱི་ལོ་ལྔ་བརྒྱ་ལྔ་བཅུ་ང་གཅིག་ལ་ཡིན་པ་ཡོད། སུ་བ་ལ་དེ་བྱ་ཞིག་ན་སྤྱི་ལོའི་སྔོན་གྱི་ལོ་བཞི་བརྒྱ་དྲུག་ཅུ་རེ་དགུ་བ་དེ་འདྲའི་ཆེད་འཁྲུངས་པ་ད་ཁོ་ན་གསུམ་ག་ཧང་སང་ཡག་གི་འཛམ་གླིང་ལ་བྱས་རྗེས་ཆེ་བའི་མི་སྣ་དེ་འདྲའི་རེད་ད་གཙོ་མའི་རིགས་ལ་བལ་ད་སློབ་སྟོན་གནང་མྱངས་དེ་འདྲའི་བསམ་བློ་བཏང་དང་བལ་ད་རྩ་བ་འཁོར་ནས་བཅུན་ཆེ་སློབ་གསོ་སྤྲད་མྱངས་ཆུ་བ་བ་དེ་འདྲའི་ཆགས་འགྲོ་གོ་བ་རེད་དེ་བས་ཀྱང་གསར་གཏོད་པ་ཆེན་པོ་ཡང་རེད་སྟོན་པ་ཤཱཀྱ་ཐུབ་པར་ལྟ་བུ་ཅིག་ལ་མཚོན་པ་ཡིན་ན་དངོས་གནས་ཅིག་ཁོ་རང་མི་རེད་ཟེར་ཡག་འདི་ད་ག་རང་ཡིན་པའི་སྔོན་ལ་མ་ཕྱི་མ་བྱས་ནས་སོ་སོ་རང་གི་རྣམ་དཔྱོད་ཀྱི་རྩལ་བེད་སྤྱོད་བཏང་ཟེར་བ་འདི་འདྲའི་ཅིག་རྒྱབ་རྟེན་ཡོད་པའི་གི་ཐོག་ནས་དངོས་གནས་འཛམ་གླིང་གི་ཐོག་ལ་མིའི་རིགས་ལ་སེམས་ཀྱི་བདེ་སྐྱིད་ཚེ་ཡག་གི་ལམ་སྲོལ་བླ་ན་མེད་པ་མང་པོ་ཅིག་གསོལ་སྟོད་གནང་ཡོད་རེད། འོ་དེ་འདྲ་ཡིན་དེ་དུས་སྐབས་བསྟུན་རྒྱལ་སྲས་ཆེན་པོ་ཞི་བ་ལ་དེ་ཁོང་གི་རྒྱུད་པ་འཛིམ་ནག་ཉེ་ཆེ་རེད་སྟོན་པ་ཤ་ཁྱི་ཐུབ་པ་རེད་པ། སྟོན་པ་ཤ་ཁྱི་ཐུབ་པ་ནས་བྱས་ཚེ་ཨ་ནི། རྗེ་བཙུན་འཇམ་པའི་དབྱངས་ལ་རིམ་བཞིན་བྱས་བྱས་དེ་ནས་མ་ཀོང་པོ་ཀླུ་སྒྲུབ་ལ་སོགས་པར་བརྒྱུད་ནས་མཐར་རྒྱལ་སྲས་ཆེན་པོ་ཞི་བ་ལ་ལ་ནི་ད་བརྒྱུད་པ་འདྲ་བོ་དེ་ང་ཚོས་ནམ་རྒྱུན་ནས་ལ་ཀུ་ཡོར་བ་རྩེ་ལེན་རྩེ་སྒྲུབ་བྱེད་ཡ། མི་རབས་གསར་པ་ལ་འགྱོད་པས་བྱེད་ཡ་ཟེར་ནི་རེད། འོ་དེ་འདྲས་བྱེད་རེད། ཨ་ནི་ད་ལྟ་དེའི་ནང་ལོགས་ནས་རྒྱལ་སྲས་ཆེན་པོ་ཞི་བ་ལའི་ནམ་རྒྱུན་གཙོ་བོ་དེ་མདོ་སྔགས་གཉིས་ལ་ཁོ་རང་བྱང་ཆུབ་པ་རེད་དེ་དེའི་ནང་ལོགས་ནས་ད་ལྟ་ང་ན་ཚོས་མ་འོངས་པ་ན་ཞུ་ཡག་གི་སྤྱོད་འཇུག་ཆེན་མོ་འདི་མདོ་ཡི་གོང་དང་ཆ་དྲུག་པའོ། ད་དེའི་ནང་ལ་སྤྱོད་པ་སྟོན་པའི་གཞུང་ཡོད་རེད་སེམས་འདུལ་སྟངས་སྟོན་ཡོད་རེད། བགྲོས་ཞུའི་མཚན་ཉིད་རིག་པ། གཏན་ཚིགས་ཀྱི་རྒྱབ་རྟེན་ཡོད་པའི་ཐོག་ནས་དངོས་པོའི་གནས་ལུགས་འགྲེལ་བཤད་བརྒྱབ་ཡོད་རེད་ད་ཧ་ཅང་གི་གཞུང་ལུགས་ཕུན་སུམ་ཚོགས་པོ་ཆེ་རེད། དེ་འདྲ་ཡིན་ཙང་ངས་དེ་ནས་མ་བྱས་ཚེ་ད་རྒྱལ་སྲས་ཆེན་པོ་ཞི་བ་ལ་ཟེར་ཡག་ཡོད་མེད་དེ་ཧ་གོ་ན་ང་ཚོས་གཞི་ནས་འོ་ད་གོང་གི་ཙམ་ནང་བཞག་འགྱུར་སྤྱོད་འཇུག་ཆེན་མོ་འདིའི་བསམ་ཡག་ཅིག་དྲན་ཡོང་གི་ཡོད་རེད་པཱ། ད་ད་ལྟ་བཙུན་ཆུ་ཆེན་མོའི་སྐོར་དུ་ཏུའུ་ཙམ་ཞུས་ན་ད་བཙུན་ཆུ་ཆེན་མོ་ཟེར་ཡ་དེའི་གཞུང་ལུགས་དེ་ང་ནག་ཆུ་བོད་ལ་ཆོས་རྒྱལ་ཁྲི་སྲོང་ལྡེ་བཙན་སྐབས་ནས་ད་ལྟ་ལོ་ཙཱ་བ་ཀ་བ་དཔལ་སྲིད་ཀྱི་རྒྱུར་གནང་པ་བཅས་རེད། བཀའ་ཆོས་ཞང་གསུམ་ཆེན་དང་ལོ་ཙཱ་བ་དེ་ཚོ་དངོས་གནས་བཀའ་དྲིན་ཆེན་པོ་རེད་ཁོ་ནག་ཆུ་སོགས། གནས་གཅིག་གྱོན་ནོ། ད་ག་ནང་བཞིན་དུས་ཚོད། ད་གཏང་དགོས་པ་ཆ་ཚང་གཏང་ཟེར་ཨེ་ང་ཚོ་ལ་རིག་གནས་མང་པོ་ཆེ་ནང་འདྲེན་བྱས་ཡོད་རེད་པ། ད་ལྟའི་ང་ནག་ཚོས་དེ་བརྗེད་རྒྱུ་འང་མ་རེད་སྙེ་མང་མི་བོས་བྱས་བཞག་རྒྱུ་དོ་ཚོ་ད་ལྟ་ཡང་བྱས་ཡོད་རེད་ལས་ཀ་དེ་ནང་བཞིན་ཨོ་དཀའ་བ་པས་ཚིག་གི་ཚོ་བརྒྱུད་རོ་ནང་པ་དེ་འདྲས་ཆགས་འགྲོ་གོ་རེད་ད་ག་ནང་བཞིན། དུས་རབས་བཅུ་གཅིག་གི་མཇུག་ལ་ད་ལྟ་ལོ་ཙཱ་བ་བློ་ལྡན་ཤེས་རབ་དང། ལོ་ཆེན་རིན་ཆེན་བཟང་པོ་ཁོང་རྣམ་པས་ཡང་བསྒྱུར་ཏེ་ལ་སྤུས་ཚད་མཐའ་བར་འགྲོ་ཡ་ཆེད་དུ་ཡང་བསྐྱར་ཡང་བསྐྱར་ཞུ་དག་ཟེར་ན་མི་འདུག་བསྒྱུར་རྒྱུ་ལེགས་ཚེ་ལེགས་གནང་ནི་ད་ལྟ་ང་ནག་ཚོས་ལག་སོན་བྱུང་བསྡད་པའི་སྤྱོད་ཆ་ཆེན་མོ་འདི་ཕྱག་གྲུ་བོར་བ་རེད་ད་འདི་ཧ་ཅང་གི། བྱུང། ཁྱད་ཆོས་ཡོད་པ་དེ་འདྲས་ཅི་རེད། ཨ་ང་ནག་ཆུ་རྡུལ་གྱི་ནམ་རྒྱུན་སློབ་ཆུང་ནང་ཐུབ་ན་ང་རང་རང་གི་མི་ཚེའི་ཉམས་མྱོང་བྱས་ན། འདིས་ང་རང་ལ་ཕན་ཐོགས་ཧ་ཅང་གི་ཆེན་པོ་བྱུང་གཅིག་དཀའ་ངལ་བར་ཆད་ད་ག་ནང་བཞིན་མི་ཁ། དེ་བཞིན་དུ་ད་ང་ནག་ཆུ། མཁས་དབང་དགེ་འདུན་ཆེན་པོས་གསུངས་པ་ནང་བཞིན་མི་ཡི་མི་ཚེ་ཚེའི་ཁྲལ་ཡིན་པས་ཁྲལ་པ་ཇི་ལྟར་ཡོད་དུ་མ་བསྐྱོད་པར་དགའ་དུས་རིང་དུ་གཏོང་བའི་ཐབས་མེད་ན་སྡུག་དུས་ཐུང་དུ་གཏོང་བའི་ཐབས་ག་རེ་ཡོད་གསུངས་པ་ནང་བཞིན། འཇིག་རྟེན་མི་ཡུལ་ཟད་དེའི་སྒང་ལ་ང་ནག་ཆུ། ཡོང་ཡག་གི་དོན་སྙིང་བཙལ་དུས་དངོས་གནས་ཅིག། དཀའ་ངལ་བར་ཆད་ཀྱི་ཁྲོད་ནས་ཡར་བར་བསྟིང་བསྟེ་དུས་ངོ་ནག་ཚོས་འདི་སྐད་ག་འགའ་ལོས་དང། དཀའ་ངལ་དང་བར་ཆད་སེལ་ཡག་དུས་སུ་གོ་སྐབས་ལ་བསྒྱུར་ཐུབ་ཡག་དེ་སྐྱེ་ངན་གྲོགས་སུ་བསྒྱུར་ཐུབ་ཡག་གི་མན་ངག་ཅིག་ཡོད་པ་ཡིན་ན། སུ་རེད་ལབ་ན་སྤྱོད་འཇུག་ཆེན་མོ་དེ་ཆགས་འགྲོ་གོ་བར་བྱས་ཙང་སྤྱོད་འཇུག་ཆེན་མོ་དེ་ཧ་ཅང་གི་ཅིག། ད་མི་དེ་མ་བཟུང་ནས

དྲག་པ་བཟོ་ཐུབ་ཡག་ལ་བ་ང་ནག་བཟོ་ཅིག་གནས་ཚུལ་ཅི་ཡི་གེ་དཔར་ཆོམ་ཆོག་འཇོག་དེ་འདྲ་མིན་པ་ཅིག་ཨོ་བཟོ་ཐུབ་ཡག་ལ་མི་བུ་ཞེའུ་ཐུང་གི་རེད་བྱས་ཙང་ཨ་ལེ་ད་ལྟ་དུང་ཨ་རམ་ཆེས་གི་སྤྱོད་འཇུག་དེ་ཁྱད་ཆོས་བྱས་ན་དྲུག་ཡོག་རེད་གསུམ་དགུ་ཡོག་རེད་གཅིག་དེ་མན་ངག་འདུ་ཆེ་བ་ཨ་སྤྱོད་འཇུག་ཆེན་མོ་དེ་མན་ངག་ག་ག་ཚུགས་དུས་བཞག་འགྱོ་ཅིག། ད་དེའི་ནང་ལ་མི་འདུག་ཟེར་གྱི་མེད་མགྱོགས་ཟེར་བ་དངོས་གནས་འདྲ་པོ་ཡོད་རེད་གཞུང་འདི་ཧ་ཅང་གི་ཡག་པོར་ད་དེའི་ནང་ལོག་ལ་རེད་པ། གཉིས་པ་དེ་ག་རེ་ལབ་ན་ལག་ཏུ་ཁྱེར་བདེ་བ་ཟེར་ད། ལག་ཏུ་ཁྱེར་བདེ་བ་ཟེར་ལབ་དུས་འཚོ་བའི་ཁྲོད་ལ། ང་ཚོས་གནད་དོན་ག་པར་ཡིན་ནའི་ལས་བཙོན་འཇུག་ན་ལོག་ནས་བསླབ་བྱ་དེ་འདྲའི་དྲན་ཡས་མི་ཡིན་ན་ཐག་གཅོད་ལང་སང་ཐུག་འགྲོ་ཡ་དེ་འདྲས་ཀྱི་ད་མདོར་བསྡུས་ན་ལག་ལེན་ལ་ཁྱེར་བདེ་བ། ད་ག་ནས་འགོ་བཙུགས་ཡིན་ན་སང་སང་དེ་འདྲས་མ་ཡིན་པ་བྱས་རོགས། ཨ་ནི་གསུམ་པ་དེ་བློ་ལ་འཛིན་པ་ཡིན་ན་གཟིམ་བདེ་བོ་ཆགས་པ་རེད། ད་རེད་ད་འདི་ང་ནག་ཚོ་ཚིག་ལ་བརྟེན་ནས་ཧ་གོ་གོ་རེད་ཚིག་ཁ་ཤས་ཐེངས་མ་གཅིག་ཙམ་མ་སྐྱོར་ད། ནི་ལམ་བཟང་ང་རྒྱུ་འགྲོ་གོ་རེད་རོ་བ། ནི་ཚིག་གོ་བདེ་ཞིང་དོན་གསལ་བ་ད་ག་རང་རེད་རྣག་ཐོག་ཙག་གེ་ཡོད་རེད་རོ་བ་འདིའི་ནང་ལོ། ཚིག་ག་ཤས་དངོས་གནས་ཅིག་ཚིག་གཅིག་གིས་ང་ཚོའི་མི་ཚེ་སྐྱ་ལྷམ་ལྷམ་ལ་བརྟེན་ནས་མ་གསལ་བོ་བཟོ་ཐུབ་ཡ་དེ་འདྲ་གི་མན་ངག་ཡོད་རེད་འདིའི་ནང་ལོ། ཨ་ནི། རྔ་བ་དེ་ག་རེད་ལབ་ཡོང་དུས་རིག་པའི་གཞུང་ལུགས་རྣོ་ཞིང་གསལ་པོ་ཡོད་པ་ད་ག་རེད། ད་ཡང་འདི་ནམ་རྒྱུན། ག་རེ་ཡིན་ནའི་ཟེར་དྲི་བོ་དགུ་དུས་ཙམ་ལ་ལན་འགེབས་ཡ་མེད་པ་དེ་འདྲ་མ་ཡིན་པ་ཆེད་གུས་རྩེས་དྲིས་ནས་དྲི་རྒྱུ་ཡོད་པ་ཟེར་ར་ད་བཙུན་ཆུ་ཆེན་པོ་ཟེར་ཡ་དེ་གང་ཡིན་ལབ་ཟུར་ན། རྒྱལ་སྲས་ཆེན་པོ་ཞི་བ་ལ་ཁོ་རང་ག་རེ་ལབ་ཟུར་ནམ་རྒྱུན་ནས། བསམ་གཞིགས་ཆེན་པོ་ཡོད་དེ་འགྱུར་བ་མི་སྣ་ཕྱིར་བཟློག་པ་ང་ནག་ཚོ་ཨའི་སི་རེ་ནང་བཞིན་བྱེད་ར་ག་དུས་ནས་ཐུགས་བསམ་ཡག་པོ་བཞེས་ཉེས་བྱས་རེད་ལབ་པ་ད་ག་ཨ་མཐའ་ཅན་གཉིས་མིན་པ་བྱས་པས་ཚོ་བསྟན་རྩིས་ཀྱི་སྒྲོམ་གཞི་ཡོད་པའི་ཐོག་ནས་དངོས་པོའི་གནས་ལུགས་དང་ཐག་ཉེ་བོ་ཡོད་པའི་ཐོག་ནས། གཅིག་གོ་བ་ལྷག་པོ་ཡོད་པའི་ཐོག་ནས་འགྲེལ་བརྗོད་གནང་ཉེས་བྱས་བྱས་ཙང་སྤྱོད་འཇུག་ཆེན་མོ་དེའི་རིགས་པའི་གཞུང་ལུགས་རྣོ་ཞིང་གསལ་པོ་ཡོད་རེད་ཟེར་ཏེ། དཔེར་ན་ང་ནགས་ཚོས་ད་ལྟ། ས་སྟེང་ཐམས་ཅད་བསྐོལ་གཡོག་ཏུ། དེ་ཉིད་བསྐོལ་བས་ག་ལ་འདང་ལྷམ་འདི་ཙམ་གྱིས་བསྐོལ་ཡས་ནས་སོ་སྟེང་ཐམས་ཅད་གཡོག་དང་མཚུངས་ཟེར་ཡ་རྡོ་ཚོ། བསླབ་བྱ་རྡོ་ཚོ་ཧང་སང་ཡི་ནུས་པ་ཆེན་པོ། ཅེས་མི་གཅིག་མེ་ལྕེ་ནང་ལ་ཨ་སུ་མ་དུལ་བ་འདས་ངེས་གཅིག་ལ་བསླབ་བྱ་འདི་འདྲས་འཕྲད་ཡོང་དུས། དཔེ་མ་སྲིད་པའི་ལམ་སང་ཅིག་བེད་སྤྱོད་བཏང་ཆོག་ཆོག་ཅིག་འདང། ཡང་དེའི་རྒྱབ་ལོགས་ལ་ཅིག་སྒྲུང་གཞི་ལུགས་སྒྲུང་ཉལ་ཐེངས་རེ་མ་ཡིན་པ་ག་ཚད་བསམ་བཏང་ནས་ལས། ལོས་ཡིན། ད་ག་རང་རེ་ཤ་དེ་ནས་འགྲོ་ས་མི་འདུག་བསམ་པ་ཅིག་ག་ལི་ག་ལི་ལ། གྲོགས་གོ་རྒྱུ་ཡོད་པ་ཆགས་འདུག་ཨ་དེ་འདྲས་ཅིག་རེད་ཨ་ནི། དྲུག་པ་འདྲ་པ་དེ་ཁྲི་ལས་དར་ཁྱབ་ཆེ་བ་ད་དོལ་ཚོད་ཡོད་ཡ་མེད་པ་གསལ་ད་རེད། ས་སྐྱ་ལེགས་བཤད་དང་ཨ་ནི་ཅིག་ང་ནག་ཚོ་མཁས་པ་མང་པོའི་གཞུང་ལུགས་མང་ཆེ་དེ་འདྲས་རེད་འདུག་ཨ་དོལ་ཚོད་ཡོད་ཡ་མེད་འགྱོ་ག་ཚེ་པགས་པ་ཤི་མེད་ལས་ཅིག་པགས་པ་ཤོད་ཡ་ཡིན་འགྱོ་འདྲ་པོ་ཟེར་བ་དངོས་ནི་གྲོགས་མི་རེ་རེ་ལ་གྲོགས་ན་འདྲ་རེ་རེ་ཐོན་ཡ་ཡིན་འགྱོ་ཅིག་འོ་ད་ལུགས་རྒྱ་ལྡན་གསལ་ད་རེད་ཤ་ཆེ་ཚང། བཙུན་ཆུ་ཆེན་མོ་འདི་དག་ཁྱད་ཆོས་དེ་འདྲས་ཡོད་རེད་གསུང་གི་ཡོད་རེད། ལྷག་པར་དུ་ང་ནག་ཆུ་ད་ལྟ་ལམ་རིམ་ཕྱི་མ་དེ་ཚོའི་ནང་བློ་ལ་དགའ་མིན་འདི་འདྲའི་གསུང་འདུག་བ། བསྟན་པ་ཐམས་ཅད་གེགས་མེད་དུ་ཐོགས་པ། གསུང་རང་མ་ལུས་གདམས་ངག་ཆུ་ཆར་བ། རྒྱལ་བོའི་དགོངས་པ་བདེ་བླག་ཏུ་བརྙེས་པ། ཨ་ནི་ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བ་བྱས་ནས། ད་ཆེ་བ་ཞེས། གསུང་གི་ཡོད་རེད། འོ་འདི་ཡང་སྤྱོད་སྤྱོད་ཆེན་པོར་ཚང་བསྡད་བ་རེད་དངོས་གནས་ཅིག་ལྷག་པར་དུ་ཉེས་སྤྱོད་ཆེན་པོ་རང་འགགས་སུ་འགྲོ་བ་ཟེར་ལབ་ཡོང་དུས་ང་ཚོ་མི་ལ་ཁོང་ཁྲོ་ཟ་ཡ་ཡོད་རེད་ཞེ་སྡང་ལ་ཡང་ཡོད་རེད་ཨ་ནི། མིའི་མིག་ནང་ལ་ཚོར་བ་སྐྱེད་བྱེད་ང་ནག་ཆུ་དེང་གི་ཆ་ལ་ཡིན་ན།

ཉེ་རབས་ཀྱི་འགྲེལ་པ་པོ་ཏོ་ཆིན་དེ་བར་གསར་དུ་རྩོམ་རྒྱབ་མྱོང་ཡ་མང་པོ་ཡོད་པ་བྱས་ཙང་ཅི་འདྲི་ཞིམ་པོ་བསལ་ཏེ་ད་དཔལ་དེ་སུ་ཡིན་ནའི་ལས་ཡག་པོ་ཅིག་ལ་ཐོང་དེ་ཡ་ཞེ་རེད་འདི་ག་རེ་ལབ་སོང་ན་ལྕེ་ལག་འདི་ག་རེ་ལབ་སོང་ན་སྤུས་ཚད་དེ་མ་སོང་ན་ཐོག་པ་ཞེ་པོ་ཅིག་ཡོད་པའི་རྟགས་བསྟན་གྱི་འདུག་ག་འོ་དེ་འདྲས་ཅི་རེད་ཤག་དེ་ཡིན་དུས་དུ་ཨ་ང་ནག་ཚོས་ད་རེས་ཅི་འདྲི་ཆེན་མོ་དེ་ལྷོད་ལྷོད་བྱས་བྱས་སེམས་ཅན་དམིགས་ཡུལ་དུ་ག་རེ་ལབ་ཡོང་དུས་ང་རེ་དངོས་གནས་སོ་སོ་གོམས་འདྲིས་ཡོང་ཡ། དངོས་གནས། སོ་སོས་སྤྱོད་འཇུག་ཆེན་མོ་མ་བྱས་པ་དེ་གས་ད་རེས་བྱས་མ་གོ་བ་དེ་གས་ད་རེས་གོ་དུས། སོ་སོ་ཡང་འགྱོད་འདོག་འགྲོ་ཡ་གཙོ་བོ་སོ་སོའི་སེམས་འགྱོད་འདོག་འགྲོ་ཡ་སེམས་འགྱོད་འདོག་ག་འདྲས་འགྲོ་བ་ལབ་དུས་ད་ཐུག་འདུག་ང་ཚོའི་སེམས་ཀྱི་ཅིག་ག་རེ་ཡིན་ནའི་ལས་ཀྱི་ཁོག་རྒྱ་ཆུང་ཆུང་རེད་ཅུང་ཟད་རྗེས་ཐུག་ཚེ་བྱས་འགྲོ་ས་མེད་འགྱོད་དེ་ད་རྒྱ་ཆེར་བཏང་ནི་རེད་པ། ཨོ། འཇིག་རྟེན་མི་འོད་ཟེར་དེ་སོ་སོའི་སེམས་ནས་ཐག་ཆོད་ན་བདེ་བ་ཅན་གྱི་ཞིང་ཁམས་རེད་ཤག་མི་དེ་གས་ཀྱང་སོ་སོའི་སེམས་ནས་བསམ་ཤེས་ན་སྤུན་རྒྱག་རེད་ཤག་དགེ་རྒན་རེད་ཤག་གྲོགས་པོ་རེད་ཤག་བསམ་བསམ། ཡོང་ཡང་ཚང་མ་ལོ་ཟླ་སེམས་འཇོན་བྱས་ཡོང་ཐུག་གི་ཡོད་དུས་ཨ་ང་ན་ཚོས་རང་ཉིད་ཀྱི་སེམས་ཀྱི་ཐུགས་ནུས་རྩལ་དེ་ཡག་རུ་བཏང་ཡང་ཆེད་དུ་ཨ་ནི་འབྱོན་འཇུག་ཆེན་མོ་ལ་མཉམ་དུ་སློབ་སྦྱོང་བྱས་ཨ་ཁྱབ། པའི་རྩེར་བྱས་ཧ་འོ་དེ་འདྲས་ཅིག། ཞུ་གི་ཡོད་ཐོས་ཚེ་ཨ་མྱེས་དེ་རིང་འདི། ཆུ་འཇུ་ཆེན་མོ་དང་རྒྱལ་སྲིད་ཞི་བ་ལས་སྐོར་དེ་ཞུས་ཟིན་པ་ཡིན།